བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་སྦྲགས། ངའི་མིང། ངའི་མིང་ལ་ཨ་ཡེ་ཟིན། ང་སྦྱིན་བདག་དྲུག་པ་ལ་སྦྱངས་བཞིན་ཡོད། ངའི་སློབ་གྲྭའི་མིང་ལ་ཏོག་གླིང་རྗེ་བཙུན་པོ་ཏྲ་ནི་སློབ་ཟེར། དེ་རིང་དེ་རིང་གི་བརྗོད་བྱ་དེ། བོད་པ་ཚོས་བོད་ཀྱི་སྐད་ཡིག་བེད་སྤྱད་གཏོང་དགོས་པའི་རྒྱུ་མཚན་ཐོག་མདོར་ཙམ་ཞུ་རྒྱུ་ཡིན། མཐར་གདང་ཞུ། མཐར་གདང་ཞུ་རེད་ལ། ང་ཚོ་འདི་འཛམ་གླིང་ནང་ལ་སྐྱེས་ནས་ང་ཚོ་ལ་རྒྱལ་རིམ་མང་པོ་ཞིག་རག་ལས་རེད། ད་ང་རང་འགར་ཆོག་གི་རེད་སོང་ན། ད་འདི་ང་ཚོ་འདི་འཛམ་གླིང་ནང་ལ་སྐྱེས་ནས། ད་དགེ་ལས་འགར་ཆེ་ཤོས་དེ། སོ་སོའི་རྒྱལ་ཁབ་རྒྱལ་ཁབ་ཀྱི་རིག་གཞུང་རྒྱལ་ཁབ་ཀྱི་རིག་གཞུང་དང་ཆོས་སྐད་ཡིག་སོགས། བླ་གར་བླ་གར་མ་སྤྲད་ཡ་དང་སྲུང་སྐྱོབ་བྱེད་ཡ་དེ་རེད་ཟེར་གྱི་འདུག་ད། རྒྱ་ནག་རྒྱ་ནག་རྒྱ་ནག་རྒྱ་ནག་བོད་པ་ལ་ཡོང་ནས། བོད་ཀྱི་སྐད་ཡིག་དང་རིག་གཞུང། ཆོས། སོགས་རྩ་མེད་བཏང་ཡང་ཡིད་ཐབས་ཤེས་བྱས་པ་རེད་ཡིན་ན་ཡང། འབོད་པ། འབོད་པ་ཆོས། འབོད་པ་ཆོས་བོད་ཀྱི་སྐད་ཡིག། འབོད་པ་ཆོས་ད་བར། བོད་ཀྱི་རིག་གཞུང་དང་སྐད་ཡིག་ཆོས་སོགས། ཆོས་སོགས་སྲུང་སྐྱོབ་བྱས་ནས། ད། སྲུང་སྐྱོབ་བྱས་པ་མ་ཟད་ང་དང་འདྲ་བའི་རྒྱལ་ཁབ། ང་དང་འདྲ་བའི་རྒྱལ་ཁབ་གཞན་གྱི་མི་རྣམས་ལ། བོད་ཀྱི་སྐད་ཡིག་དང་ཆོས། བསོད་ནམས་གོ་སྐབས་སྤྲད་པ་ལ་བོད་མི་ངེད་གཉིས་འཐབ་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། བོད་པ་ཚོས་བོད་པ་ཚོས་ཐུགས་རྗེ་ཆེ། ང་རང་འབའ་ཡུལ་ང་རང་འབའ་ཡུལ་ནས་ཡིན་ཡང་ད་ང་རང་རྒྱ་གར་རྒྱ་གར་གྱི་རྒྱ་གར་གྱི་བོད་པའི་སློབ་གྲྭ་ལ་སྦྱང་དགའ་སླེབས་དུས། བོད་བོད་ཀྱི་སྐད་ཡིག་ཤེས་ན་དཔེ་གལ་ཆེན་པོ་རེད་ཚོར་གྱི་འདུག་ང་རང་ང་རང་བོད་མི་ཞིག་མ་ཡིན་ཡང་བོད་སྐད་ཤེས་ན་དཔེ་གལ་ཆེན་པོ་རེད་ཚོར་གྱི་འདུག་གལ་སྲིད་བོད་པ་མི་གལ་སྲིད་བོད་པ་མི་ཞིག་ཡིན་ན་ཡང། བོད་ཀྱི་སྐད་ཡིག་མ་ཤེས་ན་དཔེ། ཐབས་སྐྱོ་དང་ཞབས་འདྲེན་རེད། མིའི། སྨན་ར་སྤར་བས་མ་ཚད་སྟོད་ར་ཤུ་ཡང་བཏང་གིན་མ་རེད། གལ་སྲིད། གལ་སྲིད་བོད་པ་མི་ཞིག་རྒྱལ་ཁབ་གཞན་དུ་འགྲོ་ནས། རྒྱལ་ཁབ་གཞན་དུ་འགྲོ་ནས་རྒྱལ་ཁབ་འདི་ཡི་སྐད་ཡིག་སྐད་ཡིག་སྦྱངས་པ་དང། རྒྱལ་ཁབ་འདི་ཡི་མི་དྲག་པོ་གདོང་པ་དྲག་པོ་སྐྲ་གཅིག་པ་ཚང་ན་ཡང། སུ། སྐྲ་གཅིག་པ་ཚང་ན་ཡང་རང་གི་ཁྲག་དང་རུས་པ་དེ་ནམ་ཡང་འགྱུར་བ་འགྲོ་ཡི་མ་རེད་ཟེར་ཏེ། ཁྲག་ཡང། འདི་གོང་ས་སྐྱབས་མགོན་ཆེན་པོ་གིས་གསུངས་ཡོད་པ་རེད། མཐའ་དོན་མཐའ་དོན་དུ། མཐའ་དོན་དུ ྋགོང་ས་སྐྱབས་མགོན་ཆེན་པོ་སྐུ་ཚེ་ཁྲི་ལོ་ཉི་ཁྲི་ལོ་གནས་པའི་རེ་བ་དང་སྨོན་ལམ་མོས་ཐུགས་རྗེ་ཆེ་འབོད་རྒྱ་ལོ།